ས་གནས་འདི་ལ་ཡང་ཨ་ནེ་གཅིག་གི་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་ཡིན་ཟེར་ཉན་མཁན་ཨ་ནེ་ཨན་ཅུ་ཤུས་ཁྲོན་གྱིས་མོ་རང་གི་སྤྱོད་པ་དེ་ཚོ་མར་གྱིས་བཏོན་འོང་དུས་ཁ་རས་ངོ་ཚ་བོ་རེད་དེ་ཚོ་སྟངས་འཛིན་པ་ཁ་ཤས་འདི་འདྲ་འཛོམས་འདོད་ཡོད་ས་རེད་ད། འདི་ང་ཚོ་བོད་ཀྱི་བུད་མེད་ལྷན་ཚོགས་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་ཡིན་ཟེར་ཉན་ཞིག་གི་ཡི་གེ་སླེབས་ཀྱི་ཡོད་རེད། འདིས་འདི་གི་སྤྱོད་པ་ག་འདྲས་ཡིན་མེད་ཅིག་མདོག་ག་འདྲས་ཡིན་མེད་ཅིག། མི་དེ་གི་རྣམ་དཔྱོད་ག་འདྲས་ཞིག་ཡིན་མེད་ཅིག་མི་གཅིག་གི་བསམ་ཚུལ་ག་འདྲས་ཡིན་མེད་ཅིག་དེ་སྤྱི་ཚོགས་ནང་ལོགས་ལ་མར་བཏོན་གི་ཡོད་རེད། གར་བྱེད་ནི་དེ་ཁག་འཐེན་གྱི་ཡོད་རེད། དེ་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཡི་ག་ལ་ཡ། མིང་ཁྱི་ལོ་ཁྱི་དེ་ཡོད་རེད། བུད་མེད་ལྷན་ཚོགས་ལ་དེ་ག་འདྲའི་གལ་ཆེན་པོ་བཞིན་པའི་ཧ་གོ་གི་ཡོད་པས། བུད་མེད་ལྷན་ཚོགས་དང་པོ་བཙུགས་ཉེས་འདི་ཚོགས་ཀྱི་དམིགས་ཡུལ་དང་རེ་བ་ག་རེ་ཡིན་པའི་ཧ་གོ་གི་ཡོད་པས།

འདི་ངས། དྲི་དང་མེ་མདའ་ཁྱེད་ནི་བརྙན་ཐུང་ནང་སྐད་ཆ་དེ་འདྲས་ཅིག་བཤད་ཤོག་ཨ་ཟེར་ནས་ལ་རྒྱུགས་མ་བྱུང་ད། དྲི་དང་མེ་མདའ་ཁྱེད་ནི་སྡིག་སྒྲ་ཀུན་ནས་པར་དེ་འདྲས་ཅིག་རྒྱབ་བཙུགས་ནས་ལ་རྒྱུགས་མ་བྱུང་ད་དེ། འདི་སྐད་ཆ་བཤད་བཞག་འགྱོ། བརྙན་ཐུང་དེ་ཡིན་ནས་འདྲ། ཨ་ད་ག་ནང་བཞིན་པར་དེ་ཡིན་ནས་འདྲ། འདི་གས་ཡོངས་རྫོགས་བྱེད། སོ་སོ་གི་སྤྱི་ཚོགས་དྲ་རྒྱ་ནང་ལ་མར་བཀྲམ་བཞག་འགྱོ་རེད།

བུད་མེད་རྒན་པོ་མང་པོ་ཅིག་གི་ཚེ་སྲོག། ཚེ་སྲོག་ཤོར་ཡོད་རྟ། འདི་ཚོ་གི་དྲན་གསོ་བྱེད་དུ་ལ་ཡ་ཨ་ནི་བོད་ཀྱི་བུད་མེད་ལྷན་ཚོགས་འདི་བཙུགས་ཡོད་རེད། ཁྱེད་རང་ཚོ་སྐྱིབ་བཅོལ་གཏམ་ཚང་དང། གཞན་དོན་སྡུག་རུག་བྱེད་ས་དང། གར་ས། གླིང་ཁ་བཏང་ས་འདི་མ་རྟ་འདི། བོད་ནང་ལོགས་ལ་ད་ལྟ་བུད་མེད་མང་པོ་ལྷག་བསྡད་ཡོད་རྟ། འདི་ཚོ་གི། བདེ་སྡུག་ཉི་མ་གཅིག་ཁྱོད་ཚོ་གི་ཤེས་ཀྱི་ཡོད་བས། ཨེ་ཅོ་ཆོས་སྒྲོན་རྩེ་བོད་ཀྱི་བུ་མོ་དང་མཚོ། ཉི་མ་གཅིག་ལས་འགུལ་སྤེལ་མཁན་ཡོད་པས། ཨ་ར་ད། ད་འཛིན་པ་དང་ཚོགས་ཀྱི་དེ་ཚོ་མ་འཐེན་དགོས་ཡ། མི་མི་ངོ་སྤྲད་གི་ཡོད་རེད། མི་དེ་གི་སྤྱོད་པ་དེ་འདྲ་རེད་འདུག་ད་མི་དེ་གི། བཤད་སྟངས་དེ་འདྲ་རེད་འདུག་ད་བྱེད་སྟངས་དེ་འདྲ་རེད་འདུག་ད་ཤེས་གི་ཡོད་རེད། འདི་ཕར་འཐེན་དགོས་ཡ་རྒྱུ་མཚན་ག་རེར་ཐུག་རེད་ད། ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ལ་ག་རེ་བུད་མེད་རྫོགས་པ་རེད་པས།

དབུ་མའི་ལམ་གྱི་ཐོག་ནས་ཨ་ནི་རང་བཙན་འཐབ་རྩོད་བྱེད་རེད་ཟེར་ཡ་རེད་འདུག་གོ་འདི་འདྲའི་རྐྱང་རྐྱང་གི་བུད་མེད་ལྷན་ཚོགས་ཀྱི་ཡོད་རེད་ད། ད་འདྲའི་དེ་ལ་ཡ། ངོ་ཚ་ཡ་རེད་འདུག་ཁྱེད་ཚོ། ཁྱེད་བཅུ་གསུམ་ངོ་ཚ་ཡ་རེད་ད། ད་ག་ནང་བཞིན་ད་འདའི་ས་གནས་ཡི་གེ་ནིའུ་ཡོག་དང་ནིའུ་ཇར་སི་གི་ཨ་ནི་བུད་མེད་ལྷན་ཚོགས་ཡིན་ཟེར་ནས་ད་འདའ་བོད་རིགས་སྤྱི་དོན་ཚོགས་པ་གི་ངོས་ལེན་ཡོད་ཟེར་ཡ་དང་དབུས་བུད་མེད་ལྷན་ཚོགས་ཀྱི་ངོས་ལེན་ཡོད་ཟེར་ཡ་གི། བུད་མེད། འདི་ཚོ་ཞབས་འདྲེན་རེད་ད། འདི་ཚོ་གི་སྤྱོད་པ་ག་འདྲ་ཡིན་མེད་རེད་ངས་ད་ལྟའི་འདི་ནང་བརྟགས་པ་ཡིན། ཁྱེད་ཚོ་གི་ཕ་ཕན་སོང་ཨ།